བློ་རིམ་གསུམ་པའི་དབང་རྩའི་སློབ་ཚན་གསལ་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། འོ་དེ་ནས་ང་ཚོས་མུ་མཐུད་ནས་དབང་རྩའི་ཕྲ་གཟིགས་དང་དེ་དག་གི་བྱ་གཞག་གསལ་གྱི་སློབ་དེབ་དེ་གཞི་ལ་བཞག་ནས་འོ་སློབ་ཚན་འདི་སྒྲུབ་ཡིན། འོ་དེ་ནས་དེ་རིང་ང་ཚོས་སྐབས་སུ་བབ་པ་དེ་ག་རེ་ཡིན་ལབ་ཡིན་ན། འོ་འདི་ལ་ངེས། དེ་རིང་སྐབས་སུ་བབས་པ་འདི་ཆ་འཕྲིན་གྱི་ངོ་བོ་དང་ལོག་སྐུར་གསལ་བསྟན་ཡིན་ར། ད་ལྟ་ང་ཚོས་ལྷུག་བསྡུར་གྱིས་ན་ཤོག་གྲོགས་ཁྱེད་གཅིག་ལ་བསྡུས་ར་རྣམ་པ་ཚོས་དེ་ལ་གཟིགས་རོགས་གྱིས། ད་ཆ་འཕྲིན་གྱི་ངོ་བོ་དང་ལོག་སྐུར་ཟེར། འོ་ད་ལྟ་འདི་གི་ཚན་པ་སྔ་མ་དེ་ནང་ལ་ང་ཚོ་གི་དབང་རྩ་ཕྲ་གཟུགས་ཟེར་དེའི་སྐོར་ལ་འགྲོ་ཡོད་ར། ད་དབང་རྩ་ཕྲ་གཟུགས་ལ་འགྲོ་ཡོང་དུས་ཚན་པ་ལ་ང་ཚོས་དབང་རྩ་ཕྲ་གཟུགས་བྱེ་བྲག་པ་གཅིག་གི་ནང་ལོགས་ལ། ལོག་ལྟ་དང་ད་ནི་དབང་རྩ་ཕྲ་གཟུགས། པ་གཉིས་ཀྱིས་པར་རོ་ལ་དེ་འདྲ་རྫིག་ལྟ་དེ་འདྲ་འགྲོ་གི་རེད་ལབ་ཤུ་ཡོད་ར། འོ་དེ་དུས་ཚང་པ་ལ་ད་ཆ་འཕྲིན་གཅིག་འགྲོ་གི་ཡོད་རེད་དེ་ཆ་འཕྲིན་གསལ་དེ་དོན་ངོ་མི་ཆ་འཕྲིན་གསལ་ག་རེ་རེད་ས། ད་ནང་བཞིན་དེ་པར་རོ་ལ་ལོག་ཁར་དེ་འདྲ་དུ། འོ་དེ་ཚོ་ག་འདྲས་བྱས་ནས་ཡོང་གི་རེད་ཟེར་དེ་སྐོར་ལ་ཞུ་གི་ཡིན་ར། འོ་དེ་ནས་རྣམ་པ་ཚོས་འདི་ལ་གཟིགས་ཡིན་ན་འདི་ལྟར་ན་ང་ཚོའི་དབང་རྩ་ཕྲ་གཟུགས་གཅིག་གི་པར་རེད་དོ། ངོ་ཚ་ཁྲ་ཟིག་ལབ་ཏུ་འཚམས་པ་ལ་ཁོ་རང་འདི་འདྲ་ནར་མོ་ཅིག་ཡིན་པ། ཁོ་རང་འདི་ར་དང་འདྲ་ངོ་ཚ་ཁྲ་ཟིག་གི་ལུས་འདི་ཚོ་ངོ་ཚ་ཁྲ་ཟིག་དང་འདྲ་བརྡ་ལན་ཙམ་དྲིས་ཏེ་སོ་ར། འདི་ཡིན་པ་ཡང་དང་འདྲ་སྤྱིར་ཚན་དྲིས་བརྡ་འགྲོ་ས་དེ་ཆགས་དུས་ར། འོ་འདི་དང་འདྲ་ངོ་ཚ་ཁྲ་ཟིག་ཅིག་གི་པར་རེད། འོ་འདི་ནི་ཆ་འཕྲིན་གྱི་ངོ་བོ་ཟེར་ར། The nature of the information། ད་ཆ་འཕྲིན་ལམ་ནི་ག་རེ་རེད་ཆ་འཕྲིན་ངོ་བོ་ག་རེ་རེད་ཟེར་དེ་རེད། འོ་དེ་འདྲ་ཆ་འཕྲིན་ངོ་བོ་ཟེར་འདི་མ་ཞུས་སྔོན་ལ་ང་ཚོ་གིས་སྤྲོ་བ་མ་སོང་ན།

དེ་ནས་དུས་གཅིག་ལ། དབང་རྩ་ཁྲ་གཟུགས་བདག་གི་ཆ་འཕྲིན། ཚུར་ལེན་བར་སྟོང་ཇི་ལྟར་བྱེད་དམ། ད་དབང་རྩ་ཁྲ་གཟུགས་དུ་སོ་གའི་འབྲེལ་བ་ཇི་སྟེ་ཚང་པ་ལ་ཁོ་རང་ཚོའི་ད། བ་རོ་ལ་བལྟས་ན་ད་ལོག་ད་དང། ཁོ་རང་ཚོའི་ནང་ལོག་ལ་ལོག་ད་འགྲོ། དེ་དབང་རྩ་ཁྲ་གཟུགས་གཉིས་ཀྱི་བ་རོ་ལ་རྫི་ད་འགྲོ་དེ་འདྲའི་གཅིག་ནི་འབྲེལ་བ་གཅིག་ཏུ་ར། དེ་ནས་དབང་རྩ་ཁྲ་གཟུགས་དུ་སོ་ཡང་ཆ་འཕྲིན་དུ་སོ་གཞན་པ་ནི་ཚུར་བླངས་དེ་ནས་བར་སྟོང་འདི་མང་པོ་གཅིག་ཏུ་ར། པོ་དེ་ལྟ་བུའི་དོན་ནི་ཆ་འཕྲིན་ཚུར་ལེན་པ་དང་འཕར་སྟངས་ཀྱི་བརྒྱུད་རིམ་དུ་སོ་ཅི་ཇི་ལྟར་རེད། ཇི་ལྟར་བྱེད་དམ་བཀའ་འདྲི་གཅིག་འགྲོ་གི་ཡོད་རེད། འོ་ད་སྤྲོ་བ་གཉིས་འདུག་སྤྲོ་བ་དེ་དེ་ལ་རྣམ་པ་ཚོས་དགོངས་པ་བཞེས་རོགས་གྱིས། འོ་ལགས་སོ་དེ་ནི་འདི་རེད་ད། གློག་ཁུར་འཆང་བའི་རྫས་གཏེར་འཇིགས་པ་ལས་ཐོན་པའི་ཤིག་ལ་བརྟེན་ནས། གློག་འགྱུར་འཕྲིན་བཏང་ཞེས་ད་ལྟ་འདི་གའི། ཧོང་ཚ་ཁྲ་གཟིགས་དག་གི་ཆ་འཕྲིན་ཚུར་ལེན་བར་སྟོང་བརྒྱད་ལྟར་བྱེད་དམ་ཟེར་དུས་ལན་གནང་བའི་ཕྱག་འབྲུག་དང། ད་ཧོང་ཚ་ཁྲ་གཟིགས་དུ་བཟོ་དགོས་ཆ་འཕྲིན། ཧོང་ཚ་ཁྲོན་པ་གཞན་པ་ཚུར་ནས་ཚུར་བླངས་དེ་ནས་ཡང་གཞན་པ་ཅིག་ལ་བར་སྟོང་གི་ཡོད་བ་རང། དེ་བྱེད་དུས་ཚངས་པ་ལགས་སུ་དེ་གིས་ད་འཕྲིན་གཏོང་ཆ་འཕྲིན་གི་སྐོར་ལ་གོ་བརྡ་འགྲོ་སྟངས་དེ་ག་འདྲའི་གནང་བ་རེད་ལབ་ཡོད་ན། ལོག་ཁར་འཆང་བའི་བདུད་རྩི་རྒྱུག་པ་ལས་ཐོན་པའི་ཤིག་ལ་བརྟེན་ནས

ད་དབང་རྩ་ཕྲ་གཟུགས་ཤིག་གི་ཁོག་ནང་དུ་ཆ་འཕྲིན་གཏོང་སྐབས་གློག་འཁོར་བེད་སྤྱོད་བྱས། འོ་ད་འདི་དེ་རེད་ར། ད་ད་འདི་གང་ནས་བྱོས་ནང་བཞིན་གྱིས་དབང་རྩ་ཕྲ་གཟུགས་བྱེ་བྲག་པ་གཅིག་ཁོ་རང་གི་ནང་ལ་ཁོ་རང་གི་ཁོག་པ་ནང་ལམ་ནས་ཁོ་རང་གི་ནང་ལ་ག་རེ་གཅིག་གོ་རེ་ལབ་ན་ད་འདི་གི་ཡིན་འདི་གཅིག་གོ་ར། ད་འདི་གློག་འཁོར་གློག་གློག་དེ། ད་འདི་གློག་འགྱུར་འཕྲིན་གཏོང། དེ་ལ་ང་ཚོས་འདེད། ང་མ་ཚོས་འདེད་ལ་གཟིགས་ཡིན་འདི་ད་ནང་བ་ཚ་ཁྲ་ཟིག་ཅིག་གི་དཔེ་མཚོན་ར། ད་འདི་ང་ཚོས་པར་བཟོ་རྒྱུར་དེ་ཡིན་ན་ཡག་པོ་ཞུ་ད་ད་འདི་ནང་བ་འཇིག་འདུག་ཡ་ད་ལོག་འདི་ནང་ལོག་ལ་ད་ལོག་འགྲོ་གི་ཡོད་ར། དང་པོ་ཡོང་ས་དེ་འདི་གི་ད་དང་བ་ཆ་འཕྲིན་ལེན་ས་དེ་བང་རྩལ་ཁྲ་ཟིག་གིས་ད་ནི་ང་ཚོས་འདི་ལ་ད་ལེན་ས་འབྲེལ་ལ་བོས་ར་ད་བང་རྩལ་ཁྲ་ཟིག་འགྲོ་ཡིན་ཁོ་རང་ཁོ་རང་ལ་ད་ལེན་ས་འབྲེལ་ཧ་ཅང་མང་པོ་ཡོད་ར་ད་ད་ལེན་ས་འབྲེལ་དེ་སུ་གིས་ད་དེ་ལེན་གི་ར་ད་དེ་ལང་ད་ནི་འདི་གིས་ད་འདི་ལ་བང་རྩལ་ཁྲ་ཟིག་གི་ལུས་ལ་ཡ་རྒྱོ། ཨང་ད་འདི་ཁྲམ་ཕང་གི་ལུས་བང་རྩལ་ཁྲ་ཟིག་གི་ལུས།

འདི་ནས་དུས་གཅིག་ལ་དབང་རྩའི་ཁྲ་ཚིག་ནང་ཕན་ཚུན་དུ་ཆ་འཕྲིན་གཏོང་རེས་བྱེད་སྐབས་རྫས་འགྱུར་གྱི་ལམ་ནས་ཆ་འཕྲིན་གཏོང་རེས་བྱེད། ད་དབང་རྩའི་བདག་འདྲ་གང་ནས་བྱུང་ཡང་ནའང་དབང་རྩའི་ཁྲ་ཚིག་བྱེ་བྲག་པ་གཅིག་གི་ནང་ལ་འདུས་སྡེ་གི་བརྡ་དེ་ལོགས་འགྱུར་གྱི་ཆ་འཕྲིན་རེད། དེ་ནས་དབང་རྩའི་ཁྲ་ཚིག་བྱེ་བྲག་པ་གཉིས་ཀྱི་བར་རོ་ལ་མཐུན་མཚམས་ལ་ག་རེ་འགྲོ་བའི་ལབ་པའི་མཚམས་པ་ལ་དེ་ལ་ང་ཚོ་གིས་རྫིས། བ་རྫས་འགྱུར་གྱི་འཕྲིན་གཏོང་སྡེ་འགྲོ་བ་རེད། དེ་ལྟ་ན་དེ་ལ་ནི་པར་གྱི་བཞག་བྱ་ཡོད་ལ་འདི་འདྲ་བོ་ཡིན་པ་ཡིན་ན་དབང་རྩའི་ཁྲ་ཚིག་གཉིས་ར་དབང་རྩའི་ཁྲ་ཚིག་གཉིས་ཀྱི་བར་རོ་ཀྱི་མཐུན་མཚམས་དེ་རེད།

བ་དེ་འདྲ་ཁོ་རང་ཚོས་ཁེར་ཁེར་སྡོད་གཞུག་གི་ལོག་འཁོར་གྱི་ཡོད་རེད་ཟེར་ལོག་གི་དངུལ་སྒུལ་མ་ཡིན་ཞེས་ཆ་ཤས་ཀྱིས་ཁོ་རང་ཚོ་ལ་གཡོལ་བ་རེད་ཟེར། འོ་དེ་གི་ལོག་དེ་དག་བང་རྩལ་ཁྲིམས་པ་དེ་ཚོ་བང་རྩལ་ཁྲག་ཟིག་དེ་ཚོ་གི་ལི་ཀ་གྱི་དུས་མཚམས་པ་ལ་འོ་དེ་གི་ལོག་འཁོར་དེ་མེད་ཐབས་མེད་པ་རེད་ཁོ་ཚོ་ལ་ངེས་པར་དུ་ལོག་འཁོར་དེ་དགོས་གི་རེད་འོ་དེ་ལོག་འཁོར་དེ་མེད་པ་ཡིན་ན་བང་རྩལ་ཁྲག་ཟིག་དེ་ཚོའི་ནང་ལ་དེ་འདྲ་སྒང་ནས་ཤི་བ་ནང་བཞིན་གྱི་ལོག་ལྟ་འགྲོ་ཡ་དང་རྫི་ལྟ་འགྲོ་ཡ་ལ་སོགས་པ་དེ་དེའི་བྱ་བཞག་དེ་རྩོམ་ཐུབ་ཀྱི་ཡོད་མ་རེད།

བ་འདི་ནས་ད་ཡང་ང་ཚོ་ལ་ལོག་ཡོད་ས་གི་ཕན་ཚུན་གཞན་པ་གྱིས་ཞུས་ན་ནམ་རྒྱུན་ང་ཚོ་གིས་ད་ལོག་དེ་འདྲ་བེད་སྤྱོད་གཏོང་གི་ཡོད་ལ་ལོག་དེ་འདྲ་བེད་སྤྱོད་གཏོང་རྒྱུ་ཚང་པ་ལ་འདི་ལ་ད་ནི་འདི་ལོག་རྫི་ཅིག་འདུག་ལོག་མེད་ལབ་ན་རི་ལོག་རྫི་ཅིག་འདུག་འོ་ལོག་རྫི་འདིའི་ནང་ལ་ད་ལོག་འགྲོ་གི་ཡོད་རེད་དེ་རྣམ་པ་ཚོས་འདི་ལ་གཟིགས་ཡིན་ན། འདི་ལོག་རྫི་འདི་ཕྱོགས་གཅིག་ལ་འདི་ཕྱོགས་ལ་ད་ཕོ་འདིར་ཅང་ཅང་བཞག་ཡོད་རེད་ར། འདི་ཕྱོགས་ལ་ད་མོ་འདིར་ཅང་ཅང་བཞག་ཡོད་ར། དེ་ལྟ་བུའི་ངའི་ལག་པ་གི་འདི་གཅིག་པོ་ཡིན་ན་ཁོ་ནང་ལ་ང་ཚོ་ལོག་འགྲོ་ཐུབ་ཀྱི་མ་རེད་དེ་ཁོ་ནང་ལོག་ནི་ཡོད་ནི་ཡོད་རེད་ཕྱོགས་གཅིག་ལ་ང་ཚོ་གི་ཕོའི་ལོག་ཁོད་བཞག་ཡོད་ཕྱོགས་གཅིག་ལ་མོའི་ལོག་ཁོད་བཞག་ཡོད་དེ་ལོག་འགྲོ་ཐུབ་ཀྱི་མ་རེད། ད་དེ་ལ་བརྒྱུད་ལམ་གྱི་དགོས་དགོས་དང་ང་ཚོ་དེ་ལ་བརྒྱུད་ལམ་ལས་ཡོད་དེ་འདི་གི་ད་འདི་འདྲ་བའི་ནང་ཁུ་པ་ནང་གི་དགོས་དགོས་ར་བརྒྱུད་ལམ་གྱི་བརྒྱུད་ལམ་གྱི་ཡོད་པ་ཡིན་ན་དེ་ནི་གཞི་ནས་དེ་ནང་ལོག་འགྲོ་གི་ཡོད་ར། བ་དེ་ནི་དེ་ལ་འགོག་གཟིགས་གནང་བ་གཅིག་བཞག་ཡིན་ན་དེ་ནི་ཁོ་རང་གིས་དཔེར་ན་འདི་ལ་ང་ཚོས་ད་ལོག་གི་ཕྱིར་རྟོགས་གནང་བ་གཅིག་ན་ཁོས་བར་ཐག་བསྐོས་བ་ར། འོ་ད་ཁོ་རང་ལ་དོགས་དོགས་ཏེ་ལོག་སྨད་ཅིག་བྱེད་དེ་ནི་དེ་ལ་བརྒྱུད་ལམ་ཅིག་བྱེད་ལོག་ཅིག་འགྲོ་ས་ཅིག་དགོས་བ་ར་དེ་ནི་དེ་ལ་འགོག་གཞིགས་གནང་བ་བརྒྱུད་པ་ཡིན་ན་དེ་ནི་ལོག་པའི་བེད་སྤྱོད་ཅིག་ར། འོ་དེ་ནི་འདི་གི་ནང་ལ་ད་ཟླ་གིས་ལོག་ག་རེ་འགྲོ་འོས་ལབ་ཡོད་བསམ་པ་ལ།

འོ་དེ་འདི་ཡིན་པ་ཡིན་ན་ང་གཙོས་ཀྱི་འདི་རེད་འདི་འདྲ། ཀ་རེ་ཡ་ལ་འདི་ར་ཀ་རེ་ཡ་ལ་དེ་རེད། དེ་འདི་འདྲ་བ་ཡིན་པ་ཨོ་རྗི་མ་མ་རེད་དོ། འདི་འདྲ་བ་ཡིན་ན་ང་གཙོས་ཀྱི་འདི་རེད་ཀ་ལ་བ་རེད་མུ་ཟི་ལ་དེ་རེད། འོ་དེ་འདི་འདྲ་བ་ཡིན་པ་ཡིན་ན་དེ་འདྲ་འདི་ཚ་ལུང་ལ་དེ་ར། འོ་འདི་སུ་རེད་ད་འདི་སུ་འདྲ་བོ་ཡིན་པ་ཡིན་ན་ང་གཙོས་ཀྱི་ལི་པག་གི་ཤི་ལི་དང་འབྲེལ་བ་ཡོད་རྒྱུ་གི་འདི་འདྲ་འདི་འདྲ་ཆགས་འདུག་རེད།

ཨོ་ད་ནི་མཚོ་ལུང་དང་དཀར་པོ་ནག་གཡང་ལུང་དང་རྫི་ལུང་དང་དཀར་ཤམ་དབུས་ཀྱི་མི་མ་འདི་ཚོ་གཙོ་བོ་རེད་དོ། འདི་ཅོག་དེ་ཉུང་ཉུང་མ་ཞིག་མིན་འདུག་ད་རྡོག་རྡོག་དེ་སྡིག་སེལ་དཀར་པོ་མི་བཞི། ནི་བུར་རྫི་ཚ་ལུང་དཀར་ཡ། ད་རྡོག་རྡོག་དེ་འདི་ཕྱོགས་ལ་ལྔ་འདི་ཕྱོགས་ལ་ལྔ། ད་བཅུ་ནང་བཞུགས་དོ། བཅུ་བཅུ་གཅིག་གཅིག་དོ། ཨོ་དེ་འདྲ་ཅིག་རེད་ད་འདི་ཤུར་ལག་གི་ཤུལ་ཡིན་ད་སྤྱིར་བཏང་ང་རང་གཟུགས་པོའི་ནང་ལ་ད་དུམ་ཁྲི་རྩ་གཅིག་གཙོ་དཀར་གི་དཀར་ཡོད་མེད་དེ། ཨོ་དེ་ཅིག་ཅིག།

ཅི་དངོས་དུ་དང་པོ་དང་པོ་ཁོར་ཡུག་དེ་ལ་འདྲིས་འགྱུར་གྱིས་དེ་ནས་དེ་ལ་བསྟུན་འགྱུར་གྱིས་དེ་ནས་ཕར་རང་བྱུང་འདེམས་སྒྲིག་དང་རང་བྱུང་ཁོར་ཡུག་གི་བར་གདམ་དགོས་ཡོད་པ་རང་བྱུང་འདེམས་སྒྲིག་ལས་བྱུང་དགོས་ཡོད་པ། འོ་དེ་ཡང་ཁོར་ཡུག་དང་མཉམ་དུ་ད་སྐྱེ་དངོས་སོ་སོ་གི་རང་བྱུང་ཁོར་ཡུག་དང་མཉམ་དུ་འབྲེལ་བ་བགྱིད་ཀྱི་ཡོད་ར། དེ་ང་ཚོས་མཐོང་ཡ་དེ་ད་ང་ཚོས་སྐྱེ་དངོས་ལབ་དུས་ཚང་མ་ལ་རགས་པ་ཆགས་འདུག་ར་ང་ཚོས་མཐོང་གི་ཡོད་ར། དེ་ནས་ད་ཁོ་ཚོའི་གི་གྲུབ་ཆ་གཞི་རྩ། བསྡུར་འཕྲེད་དེ་སོགས་ཀྱི་ཡང་ཁོ་རང་ཚོའི་གཤིས་ཀ་ལ་བབས་པའི་འབྲེལ་བ་བགྱིད་ཀྱི་འདུག་རེད།

རྡོ་རྫིས་རྣམས་ལ་ཡོད་པའི་ལོག་ཁུར་དེ་རེད། ད་རྡོག་རྡོག་དེ་རྡུལ་ཕྲན་གྱི་ཁུ་ཚུར་གཅིག་གཅིག་ལ་འབྲེལ་བ་བཅད་དེ་གཙོ་བོ་ལོག་ཁུར་གང་གི་ར། ལོག་ཁུར་གང་གི་སྤྱི་བོ་རེད། དེ་རྣམ་པ་ཚོས་འདི་ལ་གཟུགས་ཡིན་ན་འདི། དུར་འདྲེ་དུར་འདྲེ་ཀྱི་བཀོད་པ་ཆགས་འདུག་ར། འདི་སྤྱི་ལ་དེ་འདྲ་ཕོ་དུར་དང་དཔའ་དུར་ཡོད་ར་ཐ་ལ་ལོག་དུར་དུ་བཀྲམ་དུ་ཡོད་ར། ད་འདི་གི་ཐ་ལ་ལོག་དུར་བཀྲམ་དུ་ཡོད་རྒྱུ་མཚན་དེ། ཁོ་རང་སྤྱི་ལ་ལོག་དུར་ཡོད་རེད་དེ་རྒྱུ་མཚན་དེ་སྤྱི་གི་ལོག་དུར་དུ་སོ་སྤྱི་ལ་ཕོ་དུར་ཡོད་ར་དགོངས་དང་སྤྱི་ལ་ཕོ་དུར་ཡོད་ར། གཅིག་གི་ཕོ་རྡུལ་དུ་སུ་ལ་གློག་འཁོར་ཕོ་ཡོད་བ་ར་ད་ལ་གློག་རྡུལ་ཡོད་བ་ར་གློག་རྡུལ་དུ་སུ་ལ་གློག་འཁོར་མོ་ཡོད་བ་ར་ད་རྣམས་ཀྱི་ང་ཚོ་གི་ཤེས་དུས་ཚང་པ་ལ་ད་ཁོ་རང་གཉིས་གཅིག་གཅིག་ལ་ཐེངས་རེ་བརྩེ་བ་ར། ཁོ་རང་གཉིས་གཅིག་གཅིག་ལ་ཐེངས་རེ་བརྩེ་དུས་ཚང་པ་ལ། ནི་ད་ཁོ་རང་པའི་ཁ་ཅག་མ་འགྲོ་གི་ག་དུས་ཡིན་ན་འཁོར་བསྡད་རྒྱུ་ཨ། འོ་འདི་འདྲ་གི་ནི་སྟངས་ལ། ང་ཚོ་ལོག་སྲེད་དམིགས་བསལ་གི་ཚུར་བཀོལ་བ་མ་ད་ཁོ་རང། གཅིག་གི་ཕོ་རྡུལ་གི་གྲངས་ཀ་དང་ད་གི་གློག་རྡུལ་གི་གྲངས་ཀ་གཅིག་པ་ཆགས་དུས་ཚང་པ་ལ་གཅིག་གཅིག་ཐེངས་འདུག་ར་ད། ལོག་སྲེད་དེ་དམིགས་བསལ་ང་ཚུར་བཀོལ་བ་མ་ད།

གཅིག་གི་ཕོ་ལྟར་དང་ཐག་གི་མོ་ལྟར་གྲངས་མཉམ་ལ་གྲངས་ཀ་གཅིག་པ་ཡོད་ར་གྲངས་ཀ་གཅིག་པ་འདི་ཚང་མ་ལ་ང་ཚོ་གི་དེ་ལོག་ཁར་དེ་ཏག་ཏག་ཅིག་ཁོ་ར་ལོག་ནང་ལོག་ཁར་ཏག་ཏག་ཅིག་ཡོད་མ་ར། ད་དེ་ལོག་ཁར་ཡོང་ང་ལ་ག་རེ་ལ་རག་ལས་ཡོད་ལབ་ཚང་མ་ལ་ད་ཁོ་གི་ཕོ་དེ་གི་ད་ད་འདི་ད་ང་ཚོ་གི་རྣམ་པ་བརྫུ་ཡིན་ན་འདི་ཡང་ལོང་གི་དཔེ་མཚོན་ར་འདི་ཁར་བོན་ར་འདི་ནའི་ཏྲོ་ཇིན་འདི་ཚོ་ལོང་ར་ད་ཁོ་ཚོ་གི་ལྐོག་རམ་ཕྱི་མ་ལ་མོ་ལྟར་གྲངས་ཀ་ག་ཚོད་ཡོད་དེ་ལ་རག་ལས་གི་རེད་ད། ད་ཁོ་ཚོ་ལྐོག་རམ་ཕྱི་མ་ནང་གི་མོ་ལྟར་ཚོ་ཡར་སྤྲད་མར་སྤྲད་བྱེད་དུས་ཚང་མ་ལ་གཞི་ནས་ད་ལོག་བཤད་འདི་དག་ཡོང་གི་ཡོད་ད་ལོག་བཤད་ཡོང་གི་དཔེ་ཆ་བཞག་ན། བདུན་གྲས་དུ་སོ་རྩ་དེ་དུ་སོ་གི་གོ་རིམ་ཕྱི་མ་ནང་ལ་དཔེ་ཆ་བཞག་ན། མོ་དུར་གཅིག་བྱིན་པ་དང་གཉིས་བྱིན་པ་དེ་འདྲ་ཡོད་ན་གཞན་ལ་ཕར་བཀྲལ་གི་ཐབས་ཀྱི་དེ་འགའ་ར། དེ་ནས་གོ་རིམ་ཕྱི་མ་ནང་ལ། མོ་དུར་བདུན་ན་བོ་དང་དྲུག་ན་བོ་དེ་འདྲ་ཡོད་ན་གཞན་པ་ཚོ་ནས་ཚུར་ལེན་གི་ཐབས་ཀྱི་དེ་འགའ་རེད། ད་དཔེ་ཆ་བཞག་ན།

བོད་ལྗོངས་གློག་སྐུད་ཡོང་སྟངས་དེ་འདྲ་ནང་བྱས་རེད་ར། འདི་འདི་བསྐུར་ཏེ་སྔོན་མ་ང་ཚོས་ཤུལ་བསྡད་ཡོད་རེད་ད་སྤྱིར་བཏང། ལྡུམ་ཆེན་གྱིས་ང་ཚོ་གནམ་དུ་འགྲོ་སྟངས་ནང་བྱས་ན། ལྡུམ་ཆེན་དེ་ཚོ་གིས་ཁོ་རང་གི་ལྐོག་རུམ་དང་པོ་དེ་ལ་མོ་དེ་གཉིས་བསྡད་ཐུབ་ཀྱི་རེད་ཟེར་དེ་ནས་ལྐོག་རུམ་ཕྱི་མ་དེ་ལ་རྗེས་བསྡད་ཐུབ་ཀྱི་རེད་ལས་བྱང་རྗེས་བསྡད་དུས་ཚང་མ་ལ་ཁོ་རང་ཁ་བསྐངས་ཚར་རེད་དེ་ནས་ཡང་བསྐྱར་ད། སྐོར་གོ་རིམ་ཕྱི་མ་ནང་ལ་ལྷག་མ་ནང་ཡོད་ན་ཡང་མིན་ན་ཕར་བཀྲལ་གྱི་ཐབས་ཀྱིས་འཐེན་གི་རེད་ཡང་ཉུང་ཉུང་ཡིན་ན་ཕར་བཀྲལ་གྱི་ཐབས་ཀྱིས་འཐེན་གི་མང་པོ་ཡོད་ན་ཚུར་ལེན་གྱི་ཐབས་ཀྱིས་འཐེན་གི་གང་ལྟར་ཁོ་རང་གོ་རིམ་མཐའ་མ་དེའི་ནང་ལ་མོ་དེབ་གྲངས་ཀྱི་བརྒྱད་མ་ཐོབ་བར་དུ་ཡང་མིན་ན་ཕར་བཀྲལ་དང་ཡང་མིན་ན་ཚུར་ལེན་གྱི་ཐབས་བྱེད་དུ་བཅུག་གི་ར། ནོར་དེ་དང་བཞི་རྩིས་འགྲོ་སྟངས་ནང་བཅུག་ཅིག།

ཨོ་འདི་ནི་ད་འདི་ལབ་ར་ད་ད་ང་ཚོ་གི་གཟུགས་པོའི་ནང་ལ་ད་ངོ་ཚ་ཁྲ་གཟུགས་ལབ་ན་ལོག་ཡོད་ར་ང་ཚོ་ལ་ལོག་ཡོད་དུས་ཚང་མ་ལ་ད་ནང་གི་གོན་ཏྲོལ་ཞུས་ཡོད་པ་ལོག་ལོག་ལབ་དུས་ཚང་མ་ལ་ཁོ་ལོག་དེ་ལ་འཇུ་ས་ཅིག་འགྲོ་ས་ཅིག་དགོས་གི་ལམ་ཁ་ཅིག་དགོས་གི་འདུག་ཨ་ད་ང་ཚོ་གཟུགས་པོའི་ནང་ལ་ལོག་ཡོད་ན་ང་ཚོ་གཟུགས་པོའི་ནང་གི་ལོག་དེ་འགྲོ་ས་ག་རེ་རེད། གང་ནས་གང་ནང་འགྲོ་གི་རེད་ལབ་ན་ང་ཚོའི་ལུས་པོའི་ནང་གི་ལོག་དེ་ད་ད་ཆུ་ལ་ཆུ་ནང་ལ་འགྲོ་གི་རེད་ཟེར་ང་ཚོའི་གཟུགས་པོའི་གྲུབ་ཆ་གཙོ་བོའི་ཆུ་ར་ཆུ་ཡིན་དུས་ཚང་མ་ལ་ང་ཚོ་གི་ད་ལོག་གི་རྒྱུ་ལམ་དེ་ཆུ་ཆགས་འདུག་རེད་ཟེར་ར། ཨོ་དེ་ཤོད་ལ་འདི་ལ་ང་ཚོ་ཆོས་ཡོད་འདུག་འདིར་གི་དཀར་མེ་ནང་འདི་ལ་ཤུ་བཞག་དོ། ཧོན་སར་གྲ་གཟིགས་དང་སྐྱེ་དངོས་མ་ལག་ཐམས་ཅད་ཀྱི་ཁོག་ནང་དུ་གློག་རྒྱུན་བརྒྱུད་སའི་རྒྱུ་ལམ་དེ་གཙོ་བོར་ཆུ་ཡིས་གྲུབ་སྲིད་ད་ང་ཚོ་གི་སྐྱེ་དངོས་ག་རེ་ཅིག་ཡིན་པ་ཡིན་ན་དེའི་ནང་གློག་འགྲོ་ཡོད་ར་གློག་འགྲོ་ཡ་དེ་ད་རྒྱུ་ལམ་ནའོ་དེ་ང་ད་ཆུ་རེད་ཆུ་ལ་བརྟེན་ནས་ཡོང་གི་རེད། ང་ཚོས་ཤེས་དགོས་པའི་གློག་ཁུར་དང་འབྲེལ་བའི་རྩ་རྫས་འགྱུར་གྱི་ཤེས་པའི་ཆ་ཤས་གཞན་ཞིག་ནི་ཆུ་ལ་ཚང་བའི་ཐུན་མོང་མིན་པའི་རྫས་འགྱུར་གྱི་ཆག་སྒོ་དེ་རེད་ཆུ་ལ་ད་ཐུན་མོང་མ་ཡིན་པའི་ཁུར་རང་བཞིན་ཞིག་ཚང་ཡོད་རེད་ཟེར་ར། ཁྱོད་ལ་ཕོ་མོའི་གློག་ཁུ་གཉིས་ཀ་ཡོད་པའི་ཚངས་བུའི་ཨང་ཀིའི་གཏེར་གྱིས་གཏེར་གྱི་རིགས་དང་དེ་དག་གི་ཁུར་རྣམས་གཞལ་བར་བྱེད་ནུས་ལ་དེ་ལ་བརྟེན་ནས་ད་ཆ་ང་ཚོར་གློག་ཁུར་བཀོལ་སྤྱོད་དང་གློག་རྒྱུན་བཟོ་སྐྲུན་གྱི་བརྒྱུད་ལམ་ཞིག་གྲུབ་ཡོད། གློག་ལ་བརྟེན་ནས་ང་ཚོས་གློག་འགྲོ་ཐུབ་ཀྱི་ཡོད་དེ་ནི་གློག་གི་ཡར་མར་སྤོ་བ་དང་དེ་འདྲ་བྱེད་ཀྱི་ཡོད་ལ་ཡང་ལས་ཀ་བྱེད་དགོས་ལ། འོ་ད་ནི་འདི་ལ།

འོ་ད་འདི་ཚོའི་སྐོར་བགྱི་བ་འདི་ལ་ཞུ་གི་མིན་ད་སྤྱིར་བཏང་གི་བདུན་ཕྲད་སྐོར་བགྱིས་པ་ངའི་ལོགས་སུ་ད་བདུན་ཕྲད་ཀྱི་རྣམ་བཞག་ལ་ཅིག་ཤེས་ཡོད་རེད་དེ་ལ་གཟིགས་ན་རྣམ་པ་ཚོ་ཧ་གོ་གི་རེད་རང། ད་རྡོག་རྡོག་དེ་ད་ལྟ་ང་ཚོས་ག་རེ་བྱེད་དགོས་རེད་ང་ཚོའི་གཟུགས་པོའི་ནང་ལ་ལོག་འགྲོ་གི་རེད་ལབ་ར་ད་ང་ཚ་ཁྲིམས་པ་དེ་ཚོའི་ནང་ད་ལོག་གི་ལི་ཁ་ཅི་འདོད་ར་དེ་ཡོད་ཚང་མ་ང་ཚོའི་གཟུགས་པོའི་ནང་ལོག་ཡོད་རེད་ལོག་ཡོད་དུས་ཚང་མ་ལོག་གི་བརྒྱུད་ལམ་ཅིག་དགོས་གི་འདུག་འགྲོ་ས་གི་ལམ་ཁ་ཅིག་དགོས་གི་རེད་ལབ་ན་ང་ཚོའི་ལུས་པོའི་ནང་ལ་ད་ལོག་འགྲོ་ས་གི་ལམ་ཁ་དེ་ཆུ་ཆུ་ལ་ཆུ་གི་ནང་ལ་འགྲོ་གི་རེད་ང་ཚོའི་ལུས་པོ་དེ་ཆུ་གིས་གྲུབ་ཡོད་ར་འོ་ཆུ་དེའི་ནང་ལ་ད་ལོག་དེ་ཚོ་འགྲོ་གི་རེད།